དེ་དོན་དུ་ཆགས་ཀྱི་ཡོད་རེད། གི་གོ་དེ་ཟིན་པའི་ཐོག་ནས་ང་རང་ངོས་ནས་བཙན་བྱོལ་ནས་ཡོད་པའི་བོད་མི་ཚོ་ལ་ཡང་ཚིག་ཁ་ཤས་ཀྱི་ཞུ་འདོད་བྱུང་སོང། དེ་ཞུ་དགོས་པའི་རྒྱུ་མཚན་གཙོ་བོ་དེ་ག་རེ་ལབ་པས་ན། བོད་ནང་ལོགས་ལ་ཡང་རྒྱ་ནག་གིས་བོད་བཙན་བཟུང་བྱས་ནས། བོད་ནང་གི་གཞིས་ལུས་བོད་མི་ཚོ་ལ་ཡང་གཞི་རྩའི་འགྲོ་བ་མིའི་གི་ཐོབ་ཐང་མེད་པ། བོད་ཀྱི་ཆེད་དུ་རིག་གཞུང་སྐད་ཡིག་ཚང་མ་རྩ་མེད་གཏོང་དགོས་ཡོད་པ། དེ་ད་ལྟ་རྒྱ་ནག་བོད་ནང་ལ་སྐྱིད་པོ་ཙམ་མིན་པར། བལ་ཡུལ་གྱི་ཤི་ལོ་ལེ་ནི། བཙན་བྱོལ་རང་དབང་ལུང་པར་ཡོད་བལ་གྱིས་ང་ལྟ་བུ་གྱི་བོད་མི་དེ་འདྲ་གྱི་ལ་ཡང་ང་ཚོ་གྱི་རྒྱ་ནག་གི་དྲ་ངན་བྱས་ཏེ་ཚད་ལས་བརྒལ་བའི་གི་ཆགས་ཡོད་རེད། ང་ཚོ་བལ་བ་ཚོ་ཤིང་དགོས་ཡ་ལ་ཡ། རྒྱ་ནག་གཞུང་ངོས་ནས་དཔེ་ཤག་བཙོང་ནས་བཙན་བྱོལ་ནང་ལོག་ལ་ཡ་ལྟ། དྲ་ཇག་གི་ཐོག་ཡིན་པས་ན་རེད། མེད་གཏོང་དགོས་ཡོད་པས་ན་རེད་དེ་འདྲའི་གི་ཐོག་ནས་བཙན་བྱོལ་ནང་ལོག་ཡག་ད་ང་ཚོ་བོད་མི་འབུམ་གཅིག་དང་སྟོང་ཕྲག་བཞི་བཅུ་ཙམ་ཡོད་པ་དེ་ལ་ཡག་དྲ་ཉན་བྱེད་ཡག་ད་དེ་ཁ་ཐུག་ཡག་གི་ཁོ་ཚོ་གི་ད་ལས་འགུལ་ར་དང་རིན་འབངས་མང་པོ་ཤུགས་ཀྱིས་སྤི་དགོས་ཡག་རེད་དེ་སོང་ཙང་དེ་རིང་གི་གུས་པ་དེ་སིན་བྱེད་ཉིད་ཀྱི་ག་རེ་ཞུ་འདོད་བྱུང་སོང་ལ་ན་ང་ཚོ་བཙན་བྱོལ་རང་དབང་ལུང་པ་ལ་ཡོད་པའི་གི་བོད་མི་ཚོའི་ངོས་ནས་བསམ་བློ་ནང་ལ་ག་གུས་ག་རེ་འཁོད་དགོས་ལ་ན་ང་ཚོ་གི་ཁ་བརྡའི་བྱེད་ས་དེ། རྒྱ་ནག་ཡིན་པ་དང་རྒྱ་ནག་གི་དུས་ཡུན་རྣམ་པ་ཁེལ་དུ་ང་ཚོར་བཙན་བྱོལ་རོང་གླིང་པ་སླེ་ཡོད་རེད་དེ་ཁོ་ཚོའི་གི་ང་ཚོ་ལས་དཀྲུག་འདོད་ཡོད་པ་དང་དྲ་ཉེས་བྱེད་གི་ཡོད་པ། ང་ལས་ནི་ཆེ་གཏོང་པའི་རེད་དེ་ཡིན་ན་ནི་ཆེ་དེ་ང་ཚོ་བཙན་བྱོལ་ནི་ཡོད་པའི་བུད་མེད་ཞིག་ལ་གཏོང་ཡོད་པ། དེ་འདྲི་གྱིས་ཆགས་གི་འདུག་བསམ་གྱི་འདུག་དེ་སོང་ཙང་ནས་ནི། ཀྱི་ཀྱི་ལུག་ནི་ཚུགས་ནི་གསལ་བཤད་གི་ཀྱི་འདྲ་ཀྱི་ནི་ཚིག་ནི་གསལ་ནི་ལ་ཡ། ང་དང་ངའི་རོགས་པ་ལས་ནི་ཆེ་གཏོང་པའི་གོ། སོ་སོ་ཡིན་པས་ན་ཚིག་གསལ་ནི་ནི་གསལ་ནི་ནི་མོ་དེ་ལ་ཡ། དྲ་རྒྱ་ཐོག་ནས་ངོ་དེབ་རེད Instagram རེད Twitter། X Account། དེའི་ཐོག་ལ་ཡ་གར་སེར་པོ་གྱི་འཁར་ཤེས་ཡོད་ལ་ན་རྒྱ་ནག་གི་ད་ན་ཉིན་བྱེད་སྟོང་བྱང་རྒྱ་དེ་གི་ག་རེ་བསྟན་དགོས་ཡོད་རོགས་ལ་ན། བཙན་བྱོལ་ཡོད་བོད་ཀྱི་རང་དབང་ལ་ཡོད་པའི་བོད་མིའི་ཚུལ་མིན་ནས་བོད་མི་རིགས་དང་རྩ་དོན་ཐོག་ལས་ཀ་བྱེད་པ་དེ། གྲུབ་འབྲས་ཐོན་དགོས་ཡོད་པ་དང་རྒྱ་ནག་ལ་ཡ་གདོང་ལེན་བྱེད་དགོས་པ་སེར་པོ་གྱི་བསྟན་དགོས་ཡོད་རེད།

མཐའ་སྐྱོད། སྐུ་ལུས་ཁམས་ཞོ་བྱས། ད་ང་ཚོ་ཚང་མ་ཧ་གོ་གོ་ར་སོ་སོ་གི་རྩེ་ཡི་གི་ཕ་མ་དེ་ད་རིང་ཐུང་ཆ་ཤི་ཆགས་པ་རེད། ང་ལ་མཚོན་མིན་ན་རྒྱ་ནག་པ་ཀི་སི་ཐང་ལ་ཡོད་པའི་གི་གཞུང་ཚོགས་ངོས་ནས་ཡི་གེ་ལྷན་ནས་ང་དང་ངའི་ནང་མི་ལ་ཡ་ཞེ་ན་གུ་ཡོད། དེ་ནུས་ཤིང་གི་རྒྱ་ནག་གཞུང་གི་ལས་ཀ་བྱས་ནས་མི་དེ་ཚོས་ཀྱིས་སོ་སོའི་མིང་དངོས་སུ་ལས་ཐུགས་ནས་བཤད་ན་ཁོ་ཡག། དྭང་ནང་བཞིན་གྱི་སྤྱི་ཚོགས་དྲ་རྒྱ་ནང་ལོར་ཡག་མི་མིང་ཡོད་པ་དང་མེད་པ་ཐོག་ནས་བཤད་ན་ཁོ་ཡག་དེ་འདྲའི་གི་བཤད་ན་སྐུ་སྐུ་དེ་ལྟས། ཡིན་ནའང་སོ་སོ་སེམས་པ་ནང་ལོར་ཡག། བོད་མི་རིགས་ཀྱི་ཆེད་དུ། རང་སྲུང་བློས་གཏོང་ནི་གི་བོད་ནང་གི་གཞུས་ལུས་བོད་མི་གི་ཚེ་སྲོག། ཁོ་ཚོས་གི་བློས་གཏོང་བྱས་པའི་གི་ཚེ་སྲོག་དེ་རིན་ཐང་བརྩི་བའི་ཐོག་ནས་ལྷག་པར་དུ་ད་ལྟ་བོད་ནང་ལོར་ཡག་བོད་ནང་ནང་བཞིན་པའི་གི་ཆབ་སྲིད་བཙོན་པ་དང།

དང། ཐག་རིང་པོ་བཞག་ནས་ཁ་བྲིས་ནས་བོད་མི་རིགས་དང་རྩ་དོན་ཆེད་དུ་ཡང་སོ་སོ་ལས་ཀ་བྱེད་པ་ཡིན། ད་ལྟའི་སེམས་པ་ནང་ལ་ཡ་ད་ན་ཚ་དེ་མ་བསམ་སྟེ་ཁྱད་གཤིས་ཀྱི་རེད་ཤག་ང་རང་མཚན་བས་ན་འདས་པའི་ལོ་ངོ་ཉི་ཤུ་རྩ་ལྔ་ཟེར་ཡང་སོ་སོ་གི་ཕ་མ་སྤུན་མཆེད་ཐུག་ཡོད་མ་རེད། རྒྱ་གར་ལ་སླེབས་དགོས་སོ་ཉིན་ཞིག་གཅིག་བོད་ནང་ལ་མ་ལོག་ནས་སོ་སོ་གི་ཕ་མ་དང་སྤུན་མཆེད་ཐུག་ཡ་གུས་བཀུར་གྱི་ར་ཁ་རེ་བསམ་གྱི་རེ་བ་བརྒྱབ་འདས་པ་རེད། ཡིན་པས་ན་ད་ལྟའི་རེ་བ་དེ།

རང་སྲོལ་བློས་གཏོང་མཁན་གྱི་ནང་མི་དེ་འདྲས་ཀྱི་ཆ་དེ་སོ་སོ་ཆུང་ཆུང་ཡིན་པའི་སྐབས་སུ་ནས་བལ་ཡུལ་གྱི་གནས་ཚུལ་གང་ཤེས་ཀྱི་ཡོད། ད་བཙན་བྱོལ་དུ་སླེབས་ནས། རྒྱ་རོམ་གྱི་ཐུའུ་ཅི་བཀའ་དྲིན། བི་ཁྲུ་ཆིན་ཏིང་ཐུའུ་ཅི་བཀའ་དྲིན། མི་རོ་རྒན་པ་ཚོ་ཐུའུ་ཅི་བཀའ་དྲིན། དེ་ནས་བཞིན་སོ་སོ་གི་ཕ་མ་གི་བློས་གཏོང་བྱ་རྒྱུ་གི་ཐུའུ་ཅི་བཀའ་དྲིན་གྱིས་ང་རང་ལ་ལྷོ་གཞོང་གྱི་རྭ་ཡོད་རེད་ཐོག་མར་དེ་ང་རང་བལ་ཡུལ་ནས་གསར་དུ་འབྱོར་ནས། འབྲོག་པ་པོ་གི་སྦྱིན་བསམ།

ཉིས་སྟོང་བཅུ་དགུ་གི་ལོ་མཇུག་ལ་ཀེ་ན་ཏྲ་པུའུ་ནི་ཀེ་ན་ཏྲ་གི་བོད་རིགས་སྤྱི་མཐུན་ཚོགས་པ་གི་ཆབ་སྲིད་འགན་འཛིན་རེད་ད་ནངས་ཤེས་ཡོན་གྱི་གང་བྱུང་ཆོས་དོན་གཉིས་ཀྱི་ཤེས་ཡོན་འགན་འཛིན་གྱི་ལས་ཀ་བྱེད་པ་ཡིན། ད་སོ་སོ་གི་འདས་པའི་གི་རིང་ལ་ཡང་བོད་མི་རིགས་དང་རྩ་དོན་ཆེད་དུ་ལ་ཡང་ད་སོ་སོ་གི་ལྷོད་དྲ་གནས་བྱེད་པའི་ལས་ཀ་མང་པོ་བྱས་རེད་དཔེ་ཚན་ཞུས་པས་ན།

མཐོ་ལུགས་ནོར་ལོག་ཡར་ལྟ་ལུགས་འགུལ་སྤེལ། སྤེལ་བའི་ཐོག་ནས་རྒྱ་ནག་གི་ལྷ་སྒྲུང་མང་པོ་ཞོར་གྱི་ལས་སོ་སོ་གིས་བགྲོ་གླེང་བྱས་པའི་ཐོག་ནས་རྒྱ་ནག་གི་སྐུ་ལྔ་བཅུ་ལྷག་ཙམ་ཞིག་ཡང་བོད་བསྟན་གྱི་ཐོག་ལ་ཡང་རྒྱབ་སྐྱོར་དང་བོད་བསྟན་གྱི་ཐོག་ལ་ཡང་གོ་རྟོགས་སྤེལ་ཐུབ་པ་བྱུང་ཡོད། དེ་ནུས་ཤིང་གི་རྒྱ་མི་ནི་འདས་པའི་སྐོར་སོགས་ལ་ཡང་ཡུ་རོབ་ལས། European Union དང European Parliament ནོར་ལོག་ལ་ཡང

དྲུང་ཆེ་ཧེག་གི་ནོར་ལོག་ཡང་ང་ཚོ་ད་ལྟ་རྒྱ་ནག་གི་སྲིད་འཛིན་ཞིས་ཅིན་པིན་ལ་ཡང་མི་བཅུ་ཁྲ་ཡོན་མི་བཅུ་ཁྲ་ཡོན་གྱི་ང་ཚོའི་ཁ་མཆུ་ཅིག་ཐུག་གི་ཡོད་རེད་དེ་ཐུག་མཁན་དེ་བོད་དབུས་གོ་ཐའེ་ཝན་ཧོང་ཀོང་ཚང་མ་གནོན་རུབ་ཐོག་ནས་དེ་ནང་ལ་ཡང་སོ་སོ་གཏམ་བཤད་བྱེད་ཡག་གི་གུས་པ་ཅིག་དཔང་རྟགས་བྱས་ནས་གཏམ་བཤད་བྱེད་ཡག་གི་སྐད་བཏང་སོང་དེ་འགྲོ་ཁ་ལག་ཁ་ལ་ཡང་སོ་སོ་ལ་ཡང་རྒྱ་ནག་གི་གཞུང་ཚབ་དང་དེ་ནུས་ཤིང་གི་དྲ་རྒྱ་ནོར་ལོག་ཡང་པ་ར་མས་བོད་ཀྱི་དེ་འབྲེལ་གྱི་ཐོག་ནས་སོ་སོའི་འཇིགས་སྐུལ་དེ་གནང་སོང། ཡིན་མིན་ན་ཡང་རྒྱ་ནག་ལ་ཞེད་སྣང་མ་སྐྱེས་པའི་ཐོག་ནས། སོ་སོ་གི། ཧེ་གི་ལི་འགྲོ། ཧེ་གི་ལི་འགྲོ་བའི་ཐོག་ནས་སོ་སོ་གི་སྐད་ཆ་བཤད། དེ་ནང་ལ་བོད་པ་མང་པོ་ཞུགས་ཀྱི་ཡོད་རེད་དང་ནི་ཞུ་དབུལ་པོ་དང་ཧོང་ཀོང་དང་ཐའེ་ཝན་ཚང་མ་གནས་ལུགས་ཀྱི་བྱས་པའི་ཐོག་ནས་ཁ་མཆུ་དེ་ཚགས་ཚུགས་པོ་ཞུ་བྱུང་ནས། མཐའ་མ་དེ་ལ་ཡང་རྒྱ་ནག་གི་སྲིད་འཛིན་ཞི་ཅིན་པིན་ལ་ཡང་ཁ་མཆུ་དེ་ཐོབ་པ་བྱུང་ཡོད་རེད་ཁོ་རང་ལ་ཡང་ནཱ་ནིང་ཆགས་ཡོད་རེད།

སྤྱི་ཚོགས་དྲ་ལམ་ནང་ལ་ལ་རྒྱ་ནག་གི་བོད་ཐོག་ལ་ཡང། གནས་ཚུལ་རྫུན་མ་དང་གནས་ཚུལ་མ་ཡིན་པ་བཀྲམ་བཞིན་འདུག་དེ་ལ་གདོང་ལེན་བྱེད་དགོས་ཀྱི་འདུག་ང་ཚོ་བོད་པ་མང་ཆེ་ས་ཆ་གཅིག་ངོ་དེབ་དང་དེ་འདྲའི་ནང་ལ་ལས་ད་མགོ་ཁུག་ནས་དུས་ཚོད་མང་པོ་ཞོག་ཅིག་འགྲོ་གི་ཡོད་རེད་དེ་སོང་ཙང་ང་ཚོ་མི་རབས་གསར་པ་ཚོ་ངོས་ནས་ཀྱི Twitter དང Instagram དང་དྲ་རྒྱ་དྲ་ལམ་གཞན་དག་གི་ཐོག་ནས། སོ་སོ་བོད་ཀྱི་ལོ་རྒྱུས་དང་རྒྱལ་རོལ་དང་བོད་ནང་གི་གནས་བབ་ཚང་མ་མགོ་ཚོས་པའི་ཐོག་ནས་དང་ལེན་བྱེད་ཡ་དེ་ཤིན་ཏུ་ནས་གལ་ཆེན་པོ་གྱི་རེད་འདུག་དེ་སྙིང་དོ་ལ་ཡང་མི་རབས་གསར་པ་ཚོ་ངོས་ནས་ད་ང་ཚོ་བཙན་བྱོལ་རང་ལུང་པ་ནང་ལ་ཡང་ཐོ་ལོ་ཁ་དང། གཙུག་ལག་ལྷོ་བྲག་ཆེན་པོ་དེ་ནང་ལ་ལྷོ་ཤོང་བྱེད་བཞིན་པ་ལས་ཀ་བྱེད་བཞིན་པ་དེ་འདྲ་ཡོད་རེད་དེ་གསུངས་སོ་དེ་ནང་ལོགས་ལ་ཡང་ལྷོ་ཤོང་བྱེད་མཁན་གྱི་མི་རིགས་འཛམ་བུ་གླིང་གི་སྡིངས་ཆ་ནང་ལ་ཡོད་པའི་དེ་ཚོ་ལ་ཡང་བོད་དོན་ཐོག་དྲིལ་བསྒྲགས་བྱེད་ཡ་དང། ཚོགས་འདུ་འཚོགས་ཡ་དང་དེ་ནས་མཉམ་ཞུགས་བྱས་ནས་དེ་ང་ཚོ་དང་ལེན་བྱེད་དགོས་ཀྱི་འདུག། སྐད་དེ་ག་ལ་ནི་ད་རྒྱ་ནག་ནང་ལ་ཡང་བོད་ཀྱི་མི་རིགས་ཀྱི་སྐད་དང་ཡི་གེ་དེ་རྩ་མེད་གཏོང་གི་ཡོད་རྒྱ་ནག་གིས་ད་དེ་ང་ཚོ་གསལ་པོ་ཅན་ཧ་གོ་གི་ཡོད་རེད་ཡིན་མིན་ན་དེ་ང་ཚོ་བཙན་བྱོལ་རོང་མོ་རང་དབང་ལུང་པར་ཡོད་བོད་ཀྱི་མི་རབས་ཚོའི་ངོས་ནས་ང་ཚོ་ལ་རང་དབང་ཡོད་ཙང་བོད་མི་རིགས་ཀྱི་སྐད་ཡིག་དེ་སྲུང་སྐྱོབ་བྱེད་ཡ་དེ་ཤིན་ཏུ་ནས་གལ་ཆེན་པོ་རེད་ཤིན་ཏུ་ནས་གལ་ཆེན་པོ་ལྷག་པར་དུ་ད་ང་ཚོ་བོད་པ་མང་དེ་བཙན་བྱོལ་ནང་ལ་སླེབས་ཡོད་རེད་ད་ལྟ་ང་ཚོ་གཤིས་སྤྱོད་ཡིག་འབྲུ་ཁག་ལ་ལྷན་འབྱོར་རེད་གཤིས་སྤྱོད་ཡིག་འབྲུ་ཁག་ལས་བོད་རིགས་སྤྱི་མཐུན་ཚོགས་པ་ཁག་གི་གཟའ་མཇུག་སློད་གྲྭ་དེ་ཚོ་ཚགས་ཚུད་པོ་འགྲོ་དགོས་རེད་ཡིན་མིན་ན་བདུན་ཕྲག་གཅིག་ནང་ལ་ཉི་མ་གཅིག་སྐྱིད་པོ་ཙམ་གྱིས་ང་ཚོ་ཕན་ཐོགས་ཡ་རེད་མི་འདུག་ད་དེ་ང་ཚོ་བདུན་ཕྲག་གཅིག་ནི་མ་གཉིས་གསུམ་དགོན་བདག་གཅིག་སྤྱི་ཡོངས་ཀྱི་འཛིན་གྲྭ་ཚགས་ཚར་ན་ང་ཚོ་ཚོགས་དགོས་དུས་བས་དེ་འབྲེལ་གྱི་ཐབས་ལམ་བྱས་པའི་ཐོག་ནས་ང་ཚོ་བོད་མི་རིགས་ཀྱི་སྐད་ཡིག་དེ་གང་ལ་སྲུང་སྐྱོབ་བྱེད་ཡ་དང་ང་ཚོ་གི་ཤུགས་ཀྱིས་མ་བརྒྱབ་པས་ན་ང་ཚོའི་ཐབས་རྩལ་དེ་མ་འོངས་པ་ལོ་ཉི་ཤུ་དང་སུམ་ཅུ་བར་གནས་འགུག་གི་ཡོད་པས་ན།

དེ་ནང་བཞིན་གྱི་ད་ང་ཚོ་གི་བོད་ཀྱི་བོད་ནང་ལ་ཡག་ད་ཛར་དྲག་གནས་སྤོ་ཁྱད་ཡོད་རེད། ཡིན་ན་ཡང་བོད་ཀྱི་གནས་བརྟན་དེ་འཛམ་བུ་གླིང་གི་སྡིངས་ཆ་གང་ལ་ཡག་ད་སླེབས་ཐུབ་ཡ་ལ་ཡག་ད་ང་ཚོ་གི་བཙན་བྱོལ་ནང་ཡོད་པའི་བོད་མི་ཚོ་ངེས་ནས་འགན་ཡོད་རེད། དེ་སོང་ཙང་ང་ཚོ་བཙན་བྱོལ་ནས་ཡོད་པའི་བོད་མི་ཚོ་ངེས་ནས་བོད་ནང་གི་ཛར་དྲག་ཁྱག་ཤ་འཇུ་གནས་ཚུལ་དེ་ཚོ་ང་ཚོ་གི་འཛམ་བུ་གླིང་གི་སྡིངས་ཆ་གང་ལ་ཡག་ཆབ་སྲིད་ཀྱི་མི་སྣ་ཡིན་པའི་ན་རེད་ཤེས་ཡོན་ཡིན་པའི་ན་རེད་ཞིབ་འཇུག་པ་བྱེད་མཁན་ཡིན་པའི་ན་རེད། དེ་ནི་ཤིང་གི་ས་ཁུལ་བ་ཡིན་པས་ན་དེ་ལས་ང་ཚོ་གིས་སྤྲོད་མཐུ་ཡོད་དང་དེ་ལས་ཡང་ང་ཚོ་གིས་འཕེལ་རྒྱས་གཏོང་དགོས་པ་དེ་ཤིན་ཏུ་གལ་ཆེན་པོ་རེད། ད་ང་ཚོ་བཙན་བྱོལ་ནང་ལ་ཡང་བོད་ཡུལ་གྱི་གནད་དོན་ཐོག་ལ་ཡང་འཛམ་གླིང་སྡིངས་ཆའི་ངང་ལ་མ་ནམ་འཁྱག་འགྲོ་དགོས་པ་རེད་ད་དེ་ང་ཚོ་མི་གཅིག་གཉིས་ལས་འཛུགས་བཅུག་ནས་ང་ཚོ་ལ་དག་གི་མ་རེད། ང་ཚོ་བཙན་བྱོལ་ནས་ཡོད་པའི་བོད་མི་འབུམ་གཅིག་ལྷག་ཙམ་ཡོད་པས་ང་ཚོ་ཚང་མ་ལ་འགན་ཡོད་རེད། བོད་མི་རིགས་ཀྱི་ཐབས་ཟད་བྱེད་ཡ་དེ་ང་ཚོ་ལ་ཡ། ལས་ལ་བསྐུལ་བའི་གི་འགན་ཆེ་གོ་རེ་བྱེད་ཙང་དེ་གང་ཤུགས་རྒྱག་གི་འདུག་སོང་ཞུ་བ་ཡིན་ད་དུས་དེ་ཞུ་ཡ་ལ་ཡ། དེ་སོང་ཙང་ད་ང་ཚོ་རྒྱ་རོམ་ཆེ་དགུང་ལོ་གི་བོད་རེད་བོད་ནང་གི་རྫ་རྫ་དྲག་གི་གནས་བོད་རེད། འཛམ་གླིང་གི་ནང་ལོག་ལ་ཡ་ད་ཅི་དེ། བལ་ཡུལ་གི་གནས་སྟངས་གི་བོད་རེད་དེའི་ཐོག་ནས། ང་ཚོ་གི་བཙན་བྱོལ་ནས་ཡོད་པའི་གི་མི་རབས་གསར་བ། ནས་ན་རེད་ད་རྒྱ་རོམ་གྱི་ཐུགས་རྗེ་བཀའ་དྲིན་གི་ལྷོ་གཞོང་ར་ཤང་གི་ང་ལྟ་བུ་གི་མི་རབས་ཚོ་ངེས་ནས་འགན་འཁུར་ཡ་དེ་ཤིན་ཏུ་ནས། རྫ། ཤིང་དུ་ནི་གེགས་ཆེན་པོ་ཅི་ཆགས་འདི་དང་དེ་སོང་ཙང་སོ་སོ་རང་ཉིད་ལ་མཚན་དཔེ་ན་ད་ང། འགན་ཁུར་བོད་མི་རིགས་དང་རྩ་དོན་ཆེད་དུ་འགན་ཁུར་ཡ་ལ་ཡ་ད་ད་ལི་ལྷོ་ཤང་ཨ་མི་རི་ཀར་གྱི། བོད་མི་མང་གི་བཅུད་བསྡུས་ཀྱི་འོས་མི་ལ་ཡ་སོ་སོ་ལང་དགོས་ཡོད། ལང་དགོས་པའི་རྒྱུ་མཚན་གཙོ་བོ་དེ། བོད་ནུས་ཀྱི་བོད་མི་གཞིས་ལུས་བོད་མི་ཟིག་གི་སྙིང་སྟོབས་དང་ལ་རྒྱ་ཁོ་ཚོའི་གི་གནས་སྟངས་དེ་འཛམ་བུ་གླིང་སྡིངས་ཆ་དང་གང་ལ་ཡ་གྱི་ངོ་སྤྲོད་བྱེད་ཡ་དང་དེ་གང་ལ་ར་སྤྲོད་བྱེད། དེ་ནི་ཤིང་གི་རྩིས་འཇོར་ནས་ཡོད་པའི་གི་མི་རོ་གསར་པ་ཚོ་ཚིག་རིག་རུས་གཙོ་བའི་ཐོག་ནས་བལ་ཡུལ་གྱི་འཐབ་རྩིས་དེ་འཕེལ་རྒྱས་བཏང་ཡོད། དེ་གྱིས། དེ་སོང་ཙང་ད་གི་གོ་དེ་ཟིན་གྱི་ང་རང་ལ་མཚན་བལ་ན་བལ་ཡུལ་ནང་ཅི་ཡིན་ཙང། བལ་ཡུལ་ནང་གི་གནས་བབ་གང་ཙང་གཞི་ཚ་པོ་དང་འགོ་ཚུད་དགོས་ཡོད། འགོ་ཚུད་ཡ་སྐྱིད་པོ་ཙམ་མེད་པར་སོ་སོ་འཚོ་བ་ཡོད་པའི་ཐོག་ནས་འགོ་ཚུད་དགོས་ཡོད། རྩིས་འཇོར་ནང་ལ་ཡ་ཚ་ལོངས་ཀྱིས་རྩིས་འཇོར་ནང་ལྷོ་གཞོང་བྱས་པ་དེ་ལ་བརྟེན་ནས་རྩིས་འཇོར། བོད་མིའི་སྒྲིག་འཛུགས་རེད། བཙན་བྱོལ་བོད་པའི་སྤྱི་ཚོགས་ཀྱི་གནས་བབ་དང་འགྲོ་སྟངས་ཚང་མ་འགོ་ཚུགས་ཀྱི་ཡོད། འཛམ་བུ་གླིང་གི་སྡིངས་ཆ་གང་ལའང་སོ་སོ་གྱི་ད་ཀྱི་མི་སྣ་མང་པོ་ཞིག་ཐུག་པ་དེ་ལ་བརྟེན་ནས་འཛམ་བུ་གླིང་གི་ཆབ་སྲིད་ཀྱི་འགྲོ་ཕྱོགས་ཡིན་ན་སོ་སོ་གྱིས་འགོ་ཚུགས་ཀྱི་ཡོད། དེ་སོང་ཙང་ཏཱ་ལའི་གུས་པོ་དེ་ཟིན་རྗེས་ལྷོ་ཤར་ཨ་མི་རི་ཀ་ལ་ཡོད་པའི་གི་བོད་མི་ཚོས་ངེད་ནས་ང་ལ་ཡར་རྒྱབ་སྐྱོར་བྱེད་པས་ན། ང་རང་བོད་མི་དམངས་ཀྱི་སྤྱི་མཐུས་ཀྱི་འོས་འདེམས་བྱས་པས་ན་དེ་གི་ག་རེ་བྱ་དགོས་ལ་ན་རྒྱ་ནག་ལ་ཡར་བརྡ་ལན་གསལ་བོ་ཞུ་ཅིག་རྒྱ་ནག་གཞུང་གིས། བོད་མི་གཅིག་ལ་ཡང་དྲ་གཉེན་གྱི་ཉེས་ཆད་བཏང་བ་རེད་དེ་ང་ཚོ་ལྷོ་ཤར་ཨ་མེ་རི་ཀ་ལ་ཡོད་པའི་བོད་མི་ཚོས་ངེས་ནས་བོད་མི་དེ་ང་ཚོ་གི་བོད་མི་མང་གི་སྤྱི་འཐུས་ཀྱི་གྲོས་ཚོགས་ནང་ལ་ཡང་ང་ཚོ་འོས་འདེམས་བྱས་ལ་རྒྱ་ནག་ལ་ལན་གསལ་པོ་ཞིག་ཐེ་ཡ་དང་སོ་སོ་ཡིན་པས་ན་ཡང་མ་འོངས་པར་སྤྱི་འཐུས་ཀྱི་གྲོས་ཚོགས་ནང་ལོགས་ཡིན་ན་རེད་གྲོས་ཚོགས་ཕྱི་ལོགས་ཡོད་པས་ན་རེད་སྐད་ཆ་བཤད་པའི་སྐོར་སོགས་བོད་མི་རིགས་དང་རྩ་དོན་ལས་ལྷག་པའི་གི་དེ་ལས་ལྷག་པའི་གི་ཆོལ་ཁ་དང་ཆོས་ལུགས་ཀྱི་སྐད་ཆ་ཕྲ་མོ་ཙམ་བཤད་གི་མིན་ས་ལས་སོ་སོ་གི་ཆུ་སྲིན་བརྟན་པོ་ཡོད་ཞུ་ཡིན་ཐུགས་རྗེ་གནང།